ཟངས་དཀར་དཀར་ཆུ་ཕོ་བྲང་ནས་གནམ་ལྷན་རྒྱས་ལ་ཡང་འཚམས་འདྲི་ཞུ་གི་ཡོད། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཟླ་བ་བདུན་པའི་ཚེས་པ་ཉི་ཤུ་རྩ་གཅིག་གི་ཞོགས་ཁས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནེ། ལ་དྭགས་ཟངས་དཀར་སུ་དངོས་སུ་ཞབས་སོར་འདེབས་པར་འཁོད་གནང་སོང། དེ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་རང་བཞུགས་སྒར་ཆུ་ཚོད་བདུན་པོ་ཡོལ་ཙམ་ལ་ཡང་ཨ་རྡུ་པཱ་དུམ། ཐད་བུ་གནམ་གྲུ་ཐང་ལ་ཡང་ཞབས་སོར་འཁོད་པའི་རྗེས་ལ་ཡང་ཆིབས་བསྒྲིགས་དང་རྒྱུད་བཅས་ཐུགས་བཞེད་ཕེབས་ལམ་གཡས་གཡོན་ལས་འཕོས་དུས་རྩ་ནས་ཕེབས་ལམ་གཡས་གཡོན་ལ་ཡང་ཟངས་དཀར་ཁུལ་གྱི་མི་མང་སྟོང་ཕྲག་མང་པོ་གསེར་བང་བྲིས་རྗེས་ཁ་ཤས་ཀྱིས་གཞས་བཏང་ཉིན་ཁ་ཤས་ཀྱིས་སྨོན་ལམ་བཏོན་ཁ་ཤས་ཀྱིས་དུ་བ་ལ་ཡང་ཅིག་ཁ་གསོ་རེ་ད་སྨོན་ཚིག་འདྲ་མི་འདྲ་འདོན་གིན་འདོན་གིན་ལ་ཡང་འདི་འདྲས་ཕེབས་གནང་སོང་ལ་སྐབས་དུས་དུས་སྐུ་མདུན་གྱིས་ད་ཅིག་ཕེབས་ལམ་ནས་ཅིག་མི་མང་རྣམ་པ་ཚོ་ལ་ཡང་མཇལ་ཁ་གནང་གིན་གནང་གིན་ཆུ་ཚོད་བརྒྱད་པ་ཡོལ་ཙམ་དགུ་བ་མ་ཟིན་ཚུལ་དུ་བ་ལ་ཡང་དཀར་ཆག་ཕོ་བྲང་ལ་ཡང་དངོས་སུ་ཞབས་སོར་འཁོད་པའི་རྗེས་ད་ག་རང་ལ་ཡང་སྐུ་མདུན་གྱིས་ད་ལྟའི་དཀར་ཆ་ཕོ་བྲང་གསར་དུ་བཞེངས་གནང་བ་དེ་དབུ་འབྱེད་བསྐྱངས་གནང་སོང། ད་ག་ནང་བཞིན་ཁོང་སྐྱབས་མགོན་ཆེན་པོ་མཆོག་དཀར་ཆ་ཕོ་བྲང་གི་འདུ་ཁང་ནང་ལོགས་ལ་ཞབས་སོར་འཁོད་པའི་རྗེས་ལ་ཡང་སེར་སྐྱ་མི་མང་རྣམས་ལྷན་གྱིས་ཚང་འཛོམས་ཐོག་ལ་ཡང་སྐུ་མདུན་གྱི་ད་གཙོ་བོ་བོད་པའི་གི་ཆོས་འདི་ཨ་ནི་བོད་ནང་ལོགས་ལ་ཡང་ད་རྒྱ་མིག་གི་དམ་དྲག་དབང་གིས་དཀའ་ངལ་ཅིག་འཕྲད་པ། དག་ནས་བཞིན་བཙན་བྱོལ་ནང་ལོགས་ལ་ཡང་ད་ཅིག་བསྟན་པའི་མི་རོ་འཚོ་ཐུབ་པ་དེ་ལྟོ་བུ་གི་ཨ་ནི་ཆོས་དེ་ཨ་ནི་ང་རང་ཚོའི་བླ་བ་སློབ་གཉེར་དང་ཨ་ནི་དག་ཉར་བྱེད་དགོས་ཨ་ད་གལ་ཆེན་པོ་རེད་ཟེར་བཀའ་སློབ་སྩལ་གནང་སོང། ད་ང་ཚོ་སྐྱབས་བཅོལ་བ་ཆགས་ཨ་ནི་ཨ་ད་ད་བོད་ནང་རྒྱ་གར་ལ་ད་ང་ཚོ་སྐྱབས་བཅོལ་བ་བྱེད་བདེ་བའི་གུ་རུབ་རུབ་ཆུ་རྒྱུས་ཅོག་རེད་དེ་ཡས་ང་ཚོ་ག་ཚད་ཐུབ་ཐུབ་གིས་གཅིག་བོད་ཀྱི་རིག་གཞུང་དགའ་སོ་རེད། རིག་སློབ་ཡོང་ནས་རིག་པའི་ལམ་ནས་བསམ་བློ་བཏང་ནས་དཔྱད་པ་བྱས་ཡག་གི་ང་ཚོ་ལམ་ལུགས་རུ་འདི་ང་ཚོ་མུ་མཐུད་ནས་ཟིན་བསྡད་གི་ཡོག་རེད་དཔེ་ནི་ཨ་མདོ་དེའི་ཆ་བཞག་ན་དེའི་ཁྱེད་རང་ཚོ་དངོས་ཡང་དྲ་གནས་གི་ད་དུས་ཚོད་གཉན་འཕྲང་དེ་འདྲ་ཞིག་རེད་དེ། ཡིན་ནའི། ཅེས་ང་རང་ཚོས་ལོ་སྟོང་ཕྲག་རིང་གི་རིགས་རྒྱུད་ཀྱི་དཔྱད་པ་བྱས་པ་དེ་མུ་མཐུད་ནས་ཟིན་ཡག་དེ། བཀའ་དྲིན་ཆེན་པོ་ཞེ་དྲག་རེད་ལ། གལ་ཆེན་པོ་ཞེ་དྲག་རེད། དེ་དང་སྦྲགས་ཅན་ནི་དེ་རིང་གི་འདུ་འཛོམས་ཆེན་མོ་འདིའི་ཐོག་ལ་ཡང་ཐོག་མར་ཨ་ནེ་ལ་དྭགས་དབྱར་སྤྱོད་ཆེན་མོའི་གི་ཚོགས་གཙོ་མཆོག་ནས་ཨ་ནེ་དབྱར་སྤྱོད་ཆེན་མོའི་གི་ངོ་ཁྲིད་ལ་ལྷག་པར་དུ་ཁོང་ཚོ་སྐྱབས་མགོན་ཆེན་མཆོག་གི་བཀའ་དགོངས་གཞིར་བཟུང་ཐོག་ནས་ལ་དྭགས་ཁུལ་ལ་ཡང་ད་ལྟའི་གི་ད་རིགས་ལམ་སློབ་གཉེར་གནང་སྟངས་སྐོར་ལ་ཡང་ངོ་སྤྲོད་གནང་ཡག་རེད། ཨ་ནི་དམིགས་བྱེད་དུ་ཨ་ནི་རྫོང་དཔོན་མཆོག་ནི་ཡིན་པས་ནི་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ད་ཅིག་ཕེབས་བསུའི་གསུང་བཤད་དང་སྦྲགས་བྱས། ཨ་ནི་སྐུ་མདུན་དེ་ཕེབས་པ་ལ་ཡང་ཐུགས་ཆེ་ཚིག་ཐུགས་ཞུ་གནང་སོང། མ་ཟད་ཁོང་ཚོ་སྐྱབས་མགོན་ཆེན་པོའི་ཆིབས་བསྒྱུར་དང་འབྲེལ་བའི་ཐོག་ནས་ཡང་ང་ཚོའི་མཛད་འཆར་གྱི་སྐོར་ལ་ཡང་བཅར་འདྲི་ཞུས་ཡོད། སྤྱི་བཏང་ནས་མཛད་འཆར་ཕེབས་སྟོན་མཛད་སྒོ་དེ་ཁ་སང་བཅས་བཀའ་ཡོལ་དེ་དེ་རིང་སྟབས་བསྟུན་བཅས་ལྟར་མྱུལ་མཛད་ཅིག་ཉིན་འགའ་དེ

ཨེ་ནེ། བརྟན་བཞུགས། དེ་བུ་བུ་ན་ཡ་ཨེ་ནེ་སྐུ་ཡི་སྐུ་སྟོན། ཨེ་ནེ་མདོར་བསྡུས་ཅིག་ད་གསུང་རྗེས་སུ་ཡ་དུས་བསྡུ་ཟེར་ནས་འདི་གཏན་འཁེལ་ཚར་རེད། ད་རེས་ཉི་ཤུ་རྩ་ལྔ་ཉིན་འགའ་གསུང་རྗེས་གཏན་འཁེལ་རེད་དེ། གསུང་རྗེས་འདི་ཡིན་ཟེར་ད་ལྟ་ང་ཚོ་ག་ལུགས། ཀ་ཕེབས་མ་སོང་དེ་ང་ཚོས། དེ་རིང་འོ་ད་ཡང་སེང་ཉིད་ཚོ་དེ་ང་ཚོས། མགྱོགས་པོ་ཨེ་ནེ་གསུང་ཆོས་ཀྱི་ག་རེ་གནང་མེད་ང་ཚོས་མགྱོགས་པོ་དེ་ནས། ཨེ་ཞུ་ཐུབ་པ་ཅིག་ཡིན། ཨ་ནེ་དམིགས་བསལ་ད་ལྟ་དེ་ལ་ཡ་གཅིག་དེ་ག་རེ་ཟེར་ན། ལ་དྭགས་ཟངས་དཀར་ཁུལ་གྱི་ཨ་ནེ་ག་སུ་རེད་ད་གྲོང་པ་མང་པོ་ཅིག་ནས་སོ་སོ་གི་གཞས་ཞབས་བྲོ་འཁྲབ་སྟོན་གནང་ཡ་རེད་དྭགས་ན་བཞིན་སློབ་གྲོའི་སློབ་ཕྲུག་རྣམས་ཚོས་གཞས་ཞབས་བྲོ་གནང་ཡ་རེད། དམིགས་བསལ་དུ་ད་ཅིག་བླ་བྲོ་ཁག་མང་པོ་ཅིག་ནས་ཨ་ནེ་དེ་རིང་སྐུ་མདུན་གྱི་དབུ་བཞུགས་ཐོག་ནས་འོག་ལ་ཡ་རིགས་ལམ་རྩོད་གནང་དེ་འབྲེལ་གྱི་ཨ་ནེ་ག་སུ་རེད་མཛད་སྒོ་གྲ་རྒྱས་པོ་ཞིག་འུ་ཚོ་གནང་སོང། ཨ་ནེ་དེ་དང་འདྲ་ཅིག་ད་ལྟ་ང་ཚོས་གི་ད་ཅིག་རྩ་བའི་སྐུ་མདུན་ཁ་སྐད་གཉིས་ཀ་ཕེ་ཡ་བྱས་པ་རེད་ཁ་སང་བྱས་པ་རེད་ད། དེ་རིང་དངོས་སུ་ད་ཅིག་ས་གནས་ལ་ཡར་ཞབས་སོ་འཁོལ་གནང་དུས་ཙཱ་ནས་ས་གནས་མི་མང་ལ་ཡར་ཅིག་སེམས་ཚོར་རེད་ད་འདི་འདྲའི་ཅིག་ག་ཚོད་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོས་ཅི་རེ་ཞུ་གི་ཡིན། ཐབས་ཆེན་མཁས་པ་ནི་ཧེ་ལི་ཀོབ་ཀྲོ་ནས་བཞེངས་གཏོང་ཟེར་ན་སྤད། སེམས་ལ་དགའ་མོ་མིན་འཇར་འཇར་ལ་མིན་ཡིན་རིང་སྐད་འབྱིན་འོང་ཡ་ལེ། དེ་ནི་ལམ་ནས་ཧུན་དུན་གན་སལ་སོང་པའི་སྤད། མིག་ལ་མིག་ཆུ་ཤོར་མིན་ད་མ་ནི་ཡང་ཡང་མིན་ཕེབས་ཐུབ་ཀྱི་མ་སེམས་དེ་སྤད་སེམས་ལ་མ་འདུག་འཁྲུག་ཤེས་ལེ། ད་དེ་རིང་ང་ནི་མིན་ཨོ་ཡང་རེ་བ་མེད་པའི་ལེ་ཡོད་ད། ཡིན་ནོ་མིན་ཡིན་ཡ་ཆག་ནག།

དཔལ་སེམས་དཔའ་དགའ་མོ་དཔལ་སེམས་དཔའ་ཤི་པོ་འདི་རིང་གོ་མདུན་ཕེབས་ཏེ་དཔལ་སེམས་དཔའ་ཤི་པོ་དགའ་མོ་བདེ་མོ་ང་ཅག་དཔལ་ཁོ་ན་འཐད་པའི་མིག་ཆུ་ཤོར་ང་ཅག་ཐུགས་རྗེ་ཆེ་བཀའ་དྲིན་ཆེ་ས་ཡོད་བླ་མ་ཞབས་ཟུང་ཆེ་ས་ཡོད་བླ་མ་ཕེབས་ཏེ་ང་ཅག་དཔལ་སེམས་དཔའ་ཁོ་ན་འཐད་པོ་བདེ་མོ་གཅིག་གི་སོང་འདི་ར་ཐུགས་རྗེ་ཆེ་དཔལ་དེ་རིང་ནམ་ལ་ཁྲིད་ན་ས་ཡོད་བླ་མ་ཕེབས་ཏེ་ང་ཅག་དཔལ་དེ་ཙམ་ཕེབས་ཀྱི་རེ་བ་མེད་པས་དེ་ཙམ་ཕེབས་ཏེ་ང་ཅག་སེམས་དཔའ་ཤི་པོ་ར་འཐད་པོ་ར

རྒྱ་ནག་ཚོར་ཡ་བྱིན་རླབས་ཆེ་ཡག་པོ་སོང་ཡ། རྩ་བའི་ལ་དྭགས་ཟངས་དཀར་གྱི་གཡའ་ཆུ་ཆེན་མོ་དེ་ཁ་ཟིན་ཚེས་པ་བཅོ་བརྒྱད་ནས་འགོ་ཚུགས་རྗེས་ད་ལྟའི་ཆ་ལ་ཡ་རྟ་ཉི་མ་བཞི་དུག་སུ་འགྲོ་སྐོར་རེད་སོང་ཙང་རྩ་བའི་རྟ་དེ་ལ་ཡ་བའི་མི་མང་པོ་ཞིག་ཁ་ཙང་རྟ་ཅིག་དུ་བ་ནས་གླ་བཀྲི་ཁ་བཅོ་ལྔ་བཙོས་ནས་སློབ་ཕྲུག་རེད་ཨ་འདག་ནས་ཤིང་རྟ་ལ་རྟ་ཕུ་ནས་གླེ་ཁུལ་རེད་ཟངས་དཀར་ཁུལ་རེད་ཨ་ནི་མི་ནག་ལི་ད་ལ་སོགས་པའི་ཐོག་ནས་དགོན་སྡེ་གྲྭ་ཚང་ཁག་གི་གྲྭ་བཙུན་མང་པོ་ཞིག་ཡར་འཕེལ་གནང་ཤག་དམིགས་བྱེད་དུ་དེ་རིང་སྐུ་མདུན་ཆིབས་བསྒྱུར་གནང་ཡོད་དུས་རྩ་ནས། ཨ་ནི་ས་གནས་དེ་འདྲ་ངའི་རྒྱབ་ལ་ཡོད་པ་ནང་བཞིན་མི་དམངས་སྟོང་ཕྲག་མང་པོ་ཞིག་དེ་རེ་ལ་ཡང་ལྷན་ཅིག་ཏུ་འཛོམས་རྗེས་ཨ་ནི་དབྱར་ཆོས་ཆེན་མོ་དེ་ད་ལྟ་མུ་མཐུད་འཚོགས་དང་འཚོགས་བཞིན་པའི་སྒང་ལ་རེ་བཞག། ལ་དྭགས་ཟངས་དཀར་དཀར་ཆེན་ཕོ་བྲང་ནས་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་འཇང་རྒྱ་མཚོས་སྙན་སྒྲོན་ཞུ་གི་ཡོད།